ཨ་ནི་མ་འོངས་པ་བཀའ་ཤག་གི་གསལ་བཤད་འཁེལ་ཡོང་ན་འདི་འདྲས་འཁེལ་ཡོང་གི་རེད་འཁེལ་ཡོང་གི་མ་རེད་ཞེས་གསུངས་བསྡད་ཀྱི་འདུག་དེ་བཀའ་ཤག་གི་བསམ་བློ་བཏང་གི་རེད། བཀའ་ཤག་གི་ག་དུས་འཁེལ་ཡོང་གི་འདུག་གནད་དོན་ག་རིགས་གང་ལ་འཁེལ་ཡོང་གི་འདུག་ཨ་འདི་ངག་ཐོག་ནས་འཁེལ་ཡོང་གི་འདུག་བས་ཡིག་ཐོག་ནས་འཁེལ་ཡོང་གི་འདུག་བས་དེ་བཀའ་ཤག་གི་དགོངས་པ་བཞེས་བསམ་བཏང་ཡ་གཅིག་གནས་སྟངས་ཅི་རེད། གཅིག་དེ་ག་རེ་ལབ་ཀྱི་རེད་ཟེར་ན། བཅའ་ཁྲིམས་ནང་ལོགས་ལ། སྒྲིག་གཞི་ནང་ལོགས་ལ། སྔོན་རྩིས་བཀའ་འཁྲོལ་གྲོས་ཚོགས་ནས་ཞུས་ན་མ་གཏོགས་ཅི་གི་གཏོང་མི་ཆོག་ཞེས་ནས་ལབ་ཡོད་རེད། དེ་ཡིན་ན་གྲོས་ཚོགས་བཀའ་འཁྲོལ་མེད་ན། འགྲོ་སོང་བཏང་ཆོག་གི་མ་རེད་ཞེས་ཡ་དེ། ཚང་མ་ལོག་གི་གོ་བ་དེ་འདྲ་ཅིག་ལེན་གྱི་རེད་བ། ཕྱོགས་གཞན་པ་ཅིག་ནས་བཅའ་ཁྲིམས་དོན་ཚན་དྲུག་པའི་ནང་ལོག་ལ་ཡ་ཡུ་ཁྲིམས་ལ་སྲུང་བརྩི་བྱེད་དགོས་རེད་ལབ་དུས་ད་སྔོན་ཚིག་བཀའ་འཁྲོལ་མ་ཐོན་པ་ཡིན་ན་འཛིན་སྐྱོང་ཚང་མ་སྒོ་རྒྱག་བར་བས། སླབ་གྲྭ་ཚང་མ་སྒོ་རྒྱག་བར་བས། འདི་འགན་དེ་སུས་བཟོས་གི་རེད། ར་འདི་གས་ཚང་མ་ལོག་སྒོ་རྒྱབ་པ་ཡིན་ན་ང་ཚོ་བོད་བོད་རྒྱ་འདྲེས་མའི་ཐབས་ཤེས་ཤི་ད་ཕ་བཞག་བྱས། ང་རང་ཚོས་དེའི་སྒྲིག་འཛུགས་དེ་གས་ང་རང་ཚོ་རྐང་པ་བསྟར་ཞུས་བྱས་འགྲོ་མ་ཐུབ་པར་ཆགས་འགྲིག་གནང་བ། ཉམས་ཞིབ་ཀྱི་ལས་དོན་སུ་རོལ་བྱེད་རེད་བཞག་ཟིན་སོང་བ། ཉམས་ཞིབ་བྱེད་དགོས་རེད་དེ་ནི་ཉམས་ཞིབ་མ་བྱས་པ་བྱས་ནི་ད་གགས་སུ་གང་བྱུང་མ་བྱུང་བྲིས་ནི་ཡག་ཁྱི་ཡོང་བ་ཡང་ག་བ་ཡོད་རེད། ཉམས་ཞིབ་བྱས་ནི་ཨ་ནི་གནས་སྟངས་ག་ཡོད་བ་དེ་གས་ཚང་མ་ལོག་ཨ་ནི་ཡག་ཁྱི་ཡོང་དགོས་བ་རེད་བྱས་ནི། ད་དོན་བསྡུ་ན། འདི་བཀུར་འོས་སྤྱི་འཐུས་རྣམ་པ་ཚོ་བཀའ་ཤག་གི་གསལ་བཤད་འདི་གང་ལྟ་དགོངས་པ་ཚོམས་དགོས་ཡ་ཅི་ཡོད་མ་རེད། ང་རང་ཚོ་གནས་ཚུལ་ཤེས་ཡག་གི་ཆེད་དུ་ཞུ་བསྡད་ཀྱི་ཡོད་དེ། གོ་སྐབས་དེ་ལེན་ནི་ཆོག་ཁོ་རང་ཁ་ཁ་ཅིག་ག་རང་འགྲོ་བཞག་སོང་བཀའ་ཤག་གི་གསལ་བཤད་ཡིན་པ་སུ་རང་ཞུ་མི་འདུག་ད་ལྟ་ལས་རིམ་དེ་ཁོ་རང་མགོ་སྟོད་ཁོ་རང་ནས་མེད་གི་ཆོག་ཁ་ཁ་ཅིག་ལ་ཁྲིད་འགྲོ་དུས་ཚང་པ་ལ་ཨ་ནི་ཁོ་ཚང་མ་ལོ་འདི་ཕྱོགས་དེ་ཕྱིན་ཆད་བཀའ་ཤག་གསལ་བཤད་ཁང་ལ་དྲི་བ་ཁ་ཤས་ཅིག་མ་གཏོགས་ཡོད་མ་རེད། འོ་འདི་ཞུ་ཡ་ཡིན་མ་གཏོགས་ཅིག་གྲོས་ཚོགས་ལ་ཡ་ཅིག་ང་ཚོ་ཆེ་མཐོང་མེད་པ་དང་དེ་འདྲའི་རྩ་བ་ཉིད་ནས་མེད། རྣམ་པ་ལན་བརྒྱ་ཚང་མ་ལོ་ལ་ཡར་རྩམ་སྒྲིག་བསྟར་ལས་བྱེད་འདི་ཞུ་ཡས་ཡིན། དེ་རིང་ཉིས་སྟོང་ཉིས་བརྩབ་ཞིག་ཟླ་བ་དགུ་བའི་ཚེས་ཉི་ཤུ། རེས་གཟའ་པ་སངས་ཀྱི་ཉིན་དེ་རེད། དེ་རིང་འགན་ལེན་གྱི་སེང་རོང་ནང་གི་ལེ་ཚན་འདིའི་ནང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བརྒྱད་པ་དང་ལས་ཉིན་བརྒྱད་པ། ཚོགས་ཐུན་བཞི་པའི་སྟེང་དཔལ་ལྡན་བཀའ་ཤག་གི་གཞུང་འབྲེལ་གསལ་བཤད་ལ་བཀུར་འོས་སྤྱི་འཐུས་རྣམ་པས་བགྲོས་གླེང་ཟིན་རྗེས། དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེ་དག་ལ་ལན་འདེབས་གསལ་བཤད་གནང་བ་ཞིག།

གཞུང་འབྲེལ་གསལ་བཤད་གྲོས་ཚོགས་ལ་མ་ཁེངས་སྔོན་ནས་བསམ་བློ་མང་པོ་ཞིག་བཏང་པ་ཡིན། ད་བཀུར་འོས་སྤྱི་འཐུས་རྣམ་པ་ཚོ་མཁྱེན་ཡོན་ཆེ་དྲགས། བཀའ་ཤག་གང་མང་ཤི་ངེས་ཀྱི་ངོ་བོ་འདྲ་བོ་ཅིག་གྲོས་ཚོགས་འདིའི་ནང་ལོགས་ལ་བཏོན་ཡོང་གི་ཡོད་རེད། ཡིད་ཆེས་མེད་པའི་གི་རྣམ་པ་ཡང་བཏོན་ཡོང་གི་ཡོད་རེད། ཡིན་ནས་ཁྲིམས་དང་སྒྲིག་གཞི་འཛུགས་ལ་དང་པོ་དོ་སྣང་ཡག་པོ་བྱས་ནས་གནང་བ་ཡིན་ན། དེ་དེ་ནས་མ་ལུང་འདྲེན་བྱེད་དགོས་ཡ་དེ་གསལ་པོ་བྱས་ནས་ཞུས་ཡོད། དེ་ནང་ལོགས་ལ་མ་ཡག་པོ་བྱས་ནས་གཟིགས་པ་ཡིན་ན་གཞུང་གི་ཆབ་སྲིད་དང་འབྲེལ་བའི་སྲིད་ཇུས་ཤིག་ལབ་ཡོད་རེད། ཤིག་གཅིག། གནད་དོན་གཅིག་གི་སྒང་ལ་བཤད་དགོས་ཡོད་པའི་རྒྱུ་མཚན་གྱི་ཐོག་ནས་ད་རིང་གནད་དོན་གཅིག་མ་གཏོགས་ཁེལ་མེད། ཆབ་སྲིད་དང་འབྲེལ་བ་ཟེར་ཡ་དེ་ཡང་གོ་བ་ལེན་ཕྱོགས་དེ་གའི་གནས་སྟངས་གཅིག་འདུག་ང་ཚོས་གོ་བ་ལེན་ཕྱོགས་དེ་རྒྱུན་ལྡན་ནས་ཆབ་སྲིད་དང་འབྲེལ་བ་ཟིན་དུས་བསམ་པ་ལ་ཕལ་ཆེར་བོད་རྒྱལ་གྱི་དཀའ་རྙོག་དེ་གཅིག་པོ་གཅིག་ཆབ་སྲིད་ཀྱི་གནད་དོན་ཡིན་པའི་བཟོ་རེ་བྱེད། དེ་ཡིན་པ་ཡིན་ན་བཀའ་ཤག་གི་གསལ་བཤད་དེ་ད་ལྟ་འདི་ནང་ལོགས་ལས་ཡང་བོད་རྒྱ་འབྲེལ་མོལ་དང་བོད་རྒྱའི་དཀའ་རྙོག་དང་དེ་གཅིག་པོ་མ་གཏོགས་ཅི་གི་བཤད་ཆོག་གི་ཡོད་མ་རེད། ཡིན་པ་ཡིན་ན་ཆབ་སྲིད་དང་འབྲེལ་བ་ཟེར་ནས་བཤད་ཡོང་དུས་ཡང་ཆབ་སྲིད་ཟེར་ཡ་དེ་ལ་ཡང་གོ་བ་མི་འདྲ་མང་པོ་ཡོད་རེད། གཅིག་དེ་ཆབ་སྲིད་ཟིན་དུས་བསམ་པ་ལ་ཡང། དབང་ཆ་ཅི་དང་འབྲེལ་བ་ཡོད་པ། འཛིན་སྐྱོང་གིས་དབང་ཆ་བགོ་བཤའ་ག་འདྲས་རྒྱག་གི་ཡོད་མེད་ཡང་མེད་ན་དམངས་གཙོའི་སྒྲིག་འཛུགས་ནང་ལ་དབང་ཆ་ག་འདྲས་ཞིག་རྒྱག་གི་ཡོད་མེད་དེའི་འོག་གི་ཨ་ནི་སྲིད་ཇུས་སྣ་ཚོགས་ཡོང་གི་ཡོད་རེད་ལྷན་ཁང་རེ་རེ་རེ་རེ་ལ་སྲིད་ཇུས་སྣ་རེ་རེ་རེ་རེ་ཡོང་གི་ཡོད་རེད། དེ་ཚོས་གོ་བ་ལེན་སྟངས་གཅིག་བྱས་པ་ཡིན་ན་ཆབ་སྲིད་དང་འབྲེལ་བའི་གི་སྲིད་ཇུས་ཆགས་ཀྱི་ཡོད་རེད་དེ་རྣམ་པ་ཚོ་ད་ཆེན་ཡོན་ཆེ་ཡ་རྐྱང་རྐྱང་ཡིན་དུས་བཀའ་ཤག་ལས་ཆེན་ཡོན་ཆེ་ཡ་རྐྱང་རྐྱང་ཡིན་དུས་ཚང་པ་ལ་ཨ་ནི་གཟིགས་རོགས་གནང་གོ་བ་ག་རེ་རེད་དོ་དེ་ཡིན་པའི་ཐོག་ནས་ད་རིང་གི་གནད་དོན་དེ་བོད་རྒྱལ་གྱི་དཀའ་རྙོག་གི་ཆབ་སྲིད་དང་འབྲེལ་བའི་ཐོག་ནས་འཁེལ་ཡོད་མ་རེད། དེ་ཡིན་པ་ཡིན་ན་དེའི་ནང་ལ་བཀོད་དགོས་རུང་བ། ད་ཀོ་རེ་སྤྱི་འཐུས་རྣམ་པ་ཚོ་གིས་བཀའ་ཤག་གི་གསལ་བཤད་དེ། ཆབ་སྲིད་དང་འབྲེལ་བ་ཟེར་ནས་གོ་བ་གཞན་པ་དེ་གི་ཐོག་ནས་ད་ལྟ་དེ་འཁེལ་ཡོང་ཆོག་དེ་གང་ལ་བཀའ་ཤག་གི་ཆབ་སྲིད་གང་ལ་སུ་ངན་ག་ཤེད་ཅིག་མ་དེ་ཡོད་མ་རེད། གཞན་པ་ཚང་མ་ལོ་རང་བཙན་དབུ་མ་བཤད་དེ། ད་ད་རིང་བཤད་ས་དེང་ཆ་གཞན་པ་མ་རག་པས་སོང་ཙང་དེའི་སྐོར་དེ་གསུང་གོ་ཡོད་ཅི་རུ་བ། ཨན་དེའི་སྐབས་ལ་བཀའ་ཤག་གི་དབུ་མའི་ལམ་ཁ་ལས་ཀ་ཅེས་བྱས་ཡོད། ད་རིང་རང་གྲོས་ཆོད་བཞག་སོང་བ་བཀའ་ཤག་གི་ལས་ཀ་ཆེ་ནི་ཨ་རིའི་གཞུང་གི་གྲོས་དེ་ཁྲིམས་འཆར་བཞག་པ་ཚོ་ཁྲིམས་ཡིག་བཞག་པ་ཚོ་གཏན་འབེབས་བྱས་རེད་ད། དེས་འཇོན་ཡོང་མ་རེད་ཟེར་གི་ཡོད་རེད་བ་དེ་བཀའ་ཤག་གིས་བྱས་མ་རེད་དེ་འགྲིག་གི་འདུག་བས་ཡོང་མ་རེད་བཀའ་ཤག་གིས་བྱས་ཡོང་མ་རེད་ནི། ཆད་པ་གང་ཡང་ཡོད་མ་རེད། ཡིན་ནས་སུས་ཀྱི་ལས་ཀ་ག་རེ་བྱེད་འདོད་ཡོད། དབུ་མའི་ལམ་ལས་ཡར་ནུས་པ་ག་ཚོད་ཐོན་སོང་ཐོན་མ་སོང་ཟེར་ཡ་འདི་ཚོ་ཚང་མ་ལོག་སྟ་དེ་ཡོད་རེད་ཚང་མ་ལོག་རྒྱ་ནག་གི་སྟ་དེ་ཡོད་རེད་རྒྱལ་སྤྱི་གི་སྟ་དེ་ཡོད་རེད་རྒྱ་གར་གི་སྟ་དེ་ཡོད་རེད་འདི་རྒྱལ་སྤྱིའི་ནང་ལོག་ནས་ལྷག་པར་དུ་རྒྱ་གར་གི་སྟ་དེ་ཡོད་རེད་ལུང་པ་སོ་སོ་སོས་ཀྱི་ད་ལྟ་ཁྲིམས་ཡིག་འདི་དང་འབྲེལ་བའི་ཐོག་ནས་ག་རེ་ག་རེ་བཤད་ཀྱི་འདུག་ཚང་མ་ལོག་ཟིག་ད། རེ་རེ་རེ་སྐྱོར་སྒོ་ཕྱེ་ན་ཕྱོགས་སྒྲིག་བྱེད་ནས་བཞག་ཡོད། ཕན་ཡོན་ག་ཚོད་བསྒྲུབས་ཡོད་མེད་ད་ཡིན་ནའི། ད་ལྟ་བཀའ་ཤག་གསལ་བཤད་འདིས་གནད་དོན་འདི་གང་ལ་མ་རེད། བཀའ་ཤག་གིས་ལས་ཀ་ག་རེ་བྱས་པ་ཡིན་ནའི། ཆབ་སྲིད་སྒང་ནས་ལས་ཀ་བྱེད་དགོས་ཀྱི་ཡོད་རེད་བོད་རྒྱ་འབྲེལ་མོལ་དང་ནན་བའི་ཐོག་ནས་ཡང་ཆབ་སྲིད་དང་འབྲེལ་བའི་གི་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་གི་འགྲོ་སྟངས་དང་དེ་ཚོ་སྒང་ལས་ལས་ཀ་བྱེད་དགོས་ཀྱི་ཡོད་རེད། དེ་ཡིན་དུས་ག་དུས་ནས་ཞུ་འདོད་ཀྱི་ཡོད་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བཀའ་གནང་དུས་བསམ་པ་ལ་སྤྱི་ཚོགས་ཞན་པ་ལས། ཁ་དཔེ་དེ་ཡོད་ཀྱི་རེད། རེ་བ་བཟང་ས་ནས་བརྒྱབས། གྲ་སྒྲིག་སྡུག་ས་ནས་བྱས། རེ་བ་བཟང་ས་དེ་བོད་ཆས་དཀའ་རྙོག་སེལ་དགོས་ཀྱི་ཡོད་རེད་ང་ཚོ་བོད་ཕར་ལོག་ཐུབ་དགོས་པ་རེད། གྲ་སྒྲིག་སྡུག་ས་བྱས་ཏེ་བཙན་བྱོལ་སྤྱི་ཚོགས་དེ་ཧྲ་ཐག་ཐག་བཟོ་དགོས་ཀྱི་ཡོད་རེད། ག་ཤེད་ཀྱི་གསུང་བབ་ལ་ད་རྒྱ་གར་ནང་གཏན་འཇགས་བསྡད་ཡ་ཡིན་ས་རེད། ཨ་ནི་མི་མང་འདི་དུ་ལྟ་དགོས་མ་རེད་ད། མ་ལྟ་བ་ཡིན་ན་ནི་ཡང་ལྟ་གི་མི་འདུག་ས་ནི་ཡང་སྐྱོན་བཙུགས་ཡོང་གི་རུག་པ། ལྟ་བ་ཡིན་ན་ལྟ་ན་འགྲིག་གི་མི་འདུག་རྒྱ་གར་བསྟན་བྱ་བསྡད་ཡ་རེད་ཞེས་བསམ་བློ་ཡིན་ས་རེད། རྒྱ་གར་བསྟན་བྱ་ལྷག་གི་ཡོད་ན་འདྲ་མེད་ན་འདྲ། གལ་སྲིད་ང་ཚོ་རྒྱ་གར་ནང་ལོགས་ལས་ཡ་གཅིག་ཁང་པ་དང་དེ་འདྲའི་རྒྱབ་ཆེ་གཞུང་མ་བོད་ལ་ཕར་ལོག་དགོས་ཡ་ཐུག་ཡའི་གནས་སྟངས་ཞིག་ཆགས་པ་ཡིན་ན་རྒྱ་གར་གཞུང་ང་ཚོ་བཀའ་དྲིན་ཆེན་པོ་ཞི་རག་རེད། མི་མང་ང་ཚོ་བཀའ་དྲིན་ཆེན་པོ་ཞི་བར་ཞི་རག་རེད་ཁང་པ་དེ་འདྲ་བཞག་འགྲོ་མ་ཐུག་ཡའི་གལ་ཡོག་མ་རུ་བ་བོད་ལ་ཕར་ལོག་ཡ་ལ་དྲིན་ལན་འཇལ་བ་རུ་བ། དུས་ཀྱི་གནས་སྟངས་ཅིག་གི་འོག་ནས་ད་བཀའ་ཤག་གིས་བཙན་བྱོལ་སྤྱི་ཚོགས་ལ་མ་ལྟ་ན་ནི་ལྟ་གི་མི་འདུག་མི་མང་གི་བདེ་སྡུག་ལྟ་གི་མི་འདུག་ལབ་གི་རེད་ལྟ་ན་ནི་ད་ཡང་འདིའི་འགྲིག་གི་མེད་པའི་གི་གནས་སྟངས་ཅིག་གྲོས་ཚོགས་འདི་ནང་འགྲེལ་བཤད་རྒྱག་ཡོད་པར་གང་ལྟར་ཀུ་རེ་སྤྱི་འཐུས་ཁག་ཅིག་གིས་གང་ལྟར་བཀའ་ཤག་གི་ལས་ཀ་ག་རེ་བྱས་པ་ཡིན་ནས་འགྲིག་གི་མེད་པ་རེད་པ་འདི་གཟིགས་ཀྱི་ཡོད་རེད། ད་ལྟའི་གཟིགས་སྟངས་ཅན་ཡིན་སྲིད་གི་རེད། ཡིན་པ་ཡིན་ནས་དངོས་ཡོད་གནས་ཚུལ་དང་འཚམས་པའི་ཀ་མེད་གསུང་བ་ཡིན་ན། ད་ལྟ་བསྡད་ཀྱི་རེད་དེ་ཡིན་པའི་སོང་ཙང་ད་རིང་ལས་རིམ་དང་འབྲེལ་བ་མེད་པས་ཀྱི། བོད་རྒྱའི་འབྲེལ་མོལ་དང་བོད་རྒྱ་འབྲེལ་མོལ་དང་བོད་རྒྱའི་དཀའ་རྙོག་དང་འབྲེལ་བ་ཡོད་པའི་ལན་གཅིག་ཀྱང་རྒྱབ་ཀྱི་མེད་ཞེས་ནི་ཁ་ཚིག་སྙན་མ་ནས་ཞུ་འོས་ན་བཞིན་ལས་རིམ་དང་འབྲེལ་བ་ག་རེ་ཡོད་པ་འདི་ག་འདི་ལ་ལན་རྒྱབ་ཀྱི་ཡིན་ཞེས་ནི། འདི་གཅིག་ཞུ་ཡ་ཡིན། དེ་ནས་གུ་རུ་སྤྱི་འདུས་གཅིག་གིས་ད་སྣང་བ་དག་པ་དང་དེ་འདྲའི་གསུངས་སོ་ད་ང་ཚོར་སྣང་བ་དག་དེ་མེད། སྤྱི་པའི་རྩ་དོན་རང་ལ་ཡང་གཏན་ཕབ་བཤད་པའི་སྲིད་བྱུས་འདིའི་སྒང་ལ་ཡང་ང་ཚོ་འབྲེལ་བ་བྱེད་འགྲོ་དེ་ཡོད། ད་རྒྱལ་སྤྱི་ལ་འབྲེལ་བ་བྱེད་དགོས་མ་རེད་ཟེར་ལབ་གི་ཡོད་རེད་ཡང་མེད་ན་རྒྱལ་སྤྱི་ལ་འབྲེལ་བ་བྱེད་པ་ཡིན་ན་སྣང་བ་དག་པ་ལ་གཙིགས་པ་ཡིན་ན། ད་ལྟ་བར་དུ་གཞུང་ཚང་མ་ལོག་གར་བྱས་སྡོད་པ་རེད་བཀའ་ཤག་ཚང་མ་ལོག་གི་ད་ག་རང་བྱས་སྡོད་ར་བོད་རྒྱའི་དཀའ་རྙོག་མ་གསབ་བར་དུ་ང་ཚོ་རྒྱལ་སྤྱིའི་ལམ་ལུགས་རྒྱབ་སྐྱོར་ཚད་དགོས་ཀྱི་ཡོད་ར་བ་འདི་ཡ་སྐྱོར་མ་ཚད་ནས་ཨ་ནི་གཞན་པ་གར་ལས་ཀ་གར་བྱས་འོར་ད་དེ་ཚོའི་དགོངས་པ་བཞེས་དགོས་ཡ་དེ་གསུང་བབ་ཨ་ནི་སྤྱི་བཏང་གི་མིན་བཀའ་ཤག་བཀའ་བརྒྱུད་བཏང་ས་ཡིན་པས་སོ་རོད་ཅིག། སོ་སོ་ཚང་མ་ཤེས་ཀྱི་ཡོད་པ་བཀའ་ཤག་གང་ཡང་ཤེས་ཀྱི་མེད་པ། དེ་འདྲའི་ཅིག་ལ་ངོས་འཛིན་བྱེད་ཅེས་གནང་བ་ཡིན་ན། དེ་ག་ཞིག་སྐུ་རླུང་ཤང་ནས་གསུང་དགོས་ཡས་མི་འདུག་བ་གྲོས་ཚོགས་འདིའི་ནང་ལོགས་ལ། རླུང་གཞན་པ་ཅིག་ལང་བྱེད་བཀའ་ཤག་ལ་བསྟན་དགོས་ཡས་ཁྱད་ཡོག་མ་རེད། རྗེན་པོ་ཆེ་ནས་གསུང་དང་དོན་དག་ག་རེ་ཡིན་པ་ཡིན་ནས་ཨེ་ནས་ང་ཚོ་གྲོས་ཚོགས་ཀྱི་ཆེ་མཐོང་དེ་ལྷག་གི་རེད་གསུང་ཡས་ཀྱི་ཐོབ་ཐང་ཡོག་རེད་བསམ་ཚུལ་མི་འདྲ་ཡོང་ཡས་དེ་རང་བཞིན་རེད། དེ་ཁས་ལེན་བྱེད་ཀྱི་ཡོད། དེ་ཡིན་པའི་སོང་ཙང་གསུང་བབ་དེ་ཚོ་ལས་གཏེར་ཞིག་དགོངས་པ་བཞེས་དགོས་ཀྱི་འདུག་ད་དོན་དག་གང་ལ་ཕྱིན་པ་ཡིན་ན། དོན་ཚན་དགུ་པའི་དྲུག་པ་དེ་གསུངས་རེད་དེབ་སྐྱེལ་ཚོགས་པས་ཀྱི་ཨ་ནི་བཀའ་འཁྲོལ་གྱི་སྒྲིག་གཞི་ཡོད་པ་དང་ཨ་ནི་སྔོན་རྩིས་བཀའ་འཁྲོལ་དང་ཅི་ལན་ཡོད་དང་མེད་གསུངས། དེ་རྩ་བ་ཉིད་ལ་ཞུ་གི་མེད། ང་ཚོ་དེ་འཛིན་སྐྱོང་བཀའ་ཤག་ཡིན་ནའི་རེད་བཀུར་འོས་སྤྱི་འཐུས་རྣམ་པ་ཚོ་ཡིན་པ་ཡིན་ནའི་རེད་ང་ཚོ་སྒྲིག་འཛུགས་དེ་གཏོར་ཡག་གི་ཆེད་དུ་བཏང་ཡོད་མ་རེད་ང་ཚོ་སྒྲིག་འཛུགས་དེ་བཟོ་ཡག་གི་ཆེད་དུ་བཏང་བ་རེད་ད་རིང་གྲོས་ཚོགས་ཐོག་ནས་ཁྲིམས་མེད་བཅའ་བཅོས་གནང་བྱས་ཡག་ཐག་ཆོད་བྱུང་སོང་ད་ལྟ་ང་ཚོ་དེ་དོན་དག་དེ་ག་རེ་ཞུ་གི་ཡོད་རེད་ཟེར་ན་ད་དོན་ཚན་དེ་ད་ད་ག་རང་ལ་འབྲེལ་བའི་ཐོག་ནས་ཞུ་བ་ཡིན་ན་བཀུར་འོས་སྤྱི་འཐུས་གཉིས་ཀྱིས་གསུངས་པ་རེད། མ་འོངས་པར་ང་ཚོ་དཀའ་ངལ་མ་འཕྲད་ཡག་ཆེད་དུ། འཛིན་སྐྱོང་དེ་ནི་མུ་མཐུད་ནས་འགྲོ་དགོས་ཀྱི་ཡོད་རེད། འདི་མ་འགྲོ་བ་ཡིན་ན། སྨན་ཁང། བསླབ་གྲྭ། འཛིན་སྐྱོང་ཚང་མ་ལ་སྒོ་རྒྱག་དགོས་ཀྱི་ཡོད་རེད། བཅའ་ཁྲིམས་དོན་ཚན་དྲུག་པ་མ་ལུང་དྲང་ཅེས་བཤད་ཡོད། དོན་དག་འདི་ཡིན་ཟེར་རྒྱུ་འདི། ལུང་དྲང་ཅེས་ནི་མ་བཤད་ཡོད་རེད། བཅའ་ཁྲིམས་དོན་ཚན་དྲུག་པའི་ནང་ལ་ག་རེ་བསླབས་ཡོད་ཟེར་ན། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱིས་བཅའ་ཁྲིམས་དང། འཛིན་སྐྱོང་བཀོད་ཁྱབ་ཀྱི་བཀའ། སྒྲིག་གཞི་དེ་གའི་ཚང་མ་ལོ་བརྒྱད་ཅན་གྱི་ཁྲིམས་དང་མཐུན་པ་བཟོ་དགོས་ཀྱི་རེད། ལྷག་པར་དུ་གནས་ཡུལ་གཞུང་གི་ཁྲིམས་དང་མི་འགལ་བ་བྱེད་དགོས་ཀྱི་རེད་བཤད་དེ་ཡིན། བར་བ་དང་ང་ཚོ་བཙན་བྱོལ་བྱེད་ཆེད་རྒྱལ་ཁབ་གཞན་པ་ཅིག་ནང་གནས་བསྡད་ཡོད་དུས་གནས་ཡུལ་གཞན་གྱི་ཁྲིམས་ཅིག་དང་མ་འགལ་བ་ཅིག་བྱེད་དགོས་ཀྱི་ཡོད་རེད། ད་ལྟ་བཀའ་ཤག་གི་གསལ་བཤད་དེ་འཁྱིལ་ཡོང་བའི་རྒྱུ་མཚན་ལ་བལྟས་ནས་བཀའ་ཤག་སྔ་མ་ཚོ་གི་གནང་མི་འདུག་ཟེར་ནས་ཚིག་གཅིག་འདི་ན་ལ་མེད། བཀའ་ཤག་སྔ་མ་ཚོ་གི་གནང་ཡོད་པ་དེ་གའི་དེ་གནང་ཡོད། སྣང་མ་སོང་ཟིན་ནས་སྐབས་ག་དུས་ཡིན་པ་ཡིན་ནས་ད་བཙན་བྱོལ་སླེབས་པ་ནས་ཕྱིན་ད་ལྟ་བར་དུ་སྣང་མི་འདུག་བ་ཡིན་ན་སྟངས་འཛིན་ཚད་ལྡན་ཞིག་ཡོང་ས་རེད་ཟེར་དེ་ཡིག་ཐོག་ལ་བཀོད་ཡོད། མཆན་ཡག་ཆེད་དུ་མཆན་གྱི་ཡོད་ན་ནི་ང་ཚོ་བཞུགས་མར་བ་དང། མཆན་གྱི་མེད་པའི་རྒྱུ་མཚན་ལ་བལྟས་ནས་གྲོས་ཚོགས་འདི་ནང་ལ་བཀའ་མོལ་གནང་སྟངས་མང་པོ་ཅིག་ཡང་འདི་དང་མ་མཐུན་པ་ཡོང་དེ་གི་ཡོད་འདི་བསམ་པ་ལ་འདི་ཅིག་གསལ་བཤད་ཅིག་ཞུ་བ་ཡིན་ན་ཀུ་རེ་སྤྱི་འཐུས་རྣམ་པ་ཚོ་ཡིན་ནའི་རེད་ད་ནང་བཞིན་བྱས་ནས་མང་ཚོགས་ལ་ཡིན་པ་ཡིན་ནའི་ཅིག་ཕན་གྱི་རེད་བསམ་ཆེད་ང་ཚོ་འདི་ཞུས་བ་རེད། ད་དོན་ཚན་འདིའི་ནང་ལ་གར་ལབ་གི་ཡོད་ཟེར་ན། རྒྱ་གར་གྱི་ཡུལ་ཁྲིམས་རྩིས་དགོས་ཡ་འདི་བཅའ་ཁྲིམས་དོན་ཚན་དྲུག་པའི་གྱི་བྱེད་སྒོ་ལམ་སྟོན་ཁོ་རང་ནང་གསལ་ཏེ་ཡོད་འདི་བཅའ་ཁྲིམས་སྤྱི་ཡོངས་ལ་ཆ་བ་རེད། འདི་དང་མཐུན་པ་མ་འགྲོ་བ་ཡིན་ན་ང་ཚོ་གཞུང་མང་དཀའ་ངལ་འཕྲད་པ་ཡིན་ན་རྒྱ་གར་ཡུལ་ཁྲིམས་ནི་དཀའ་ངལ་འཕྲད་གི་རེད་མ་གཏོགས་ཡང་མེད་ན་ང་རང་ཚོ་ང་རང་ཚོ་རྐང་པ་ལྟ་རེ་ཞུས་ཆེད་ཨ་ནི་སུ་སོ་སོ་གོམ་པ་རྒྱག་ཡ་མེད་པ་སོགས་ཨ་ནི་གནས་སྟངས་ཁ་ཁ་རེད། འདི་རྒྱ་ནག་གས་བྱེད་ཐུག་མ་རེད། དེ་ཡིན་དུས་བསམ་པ་ང་ཚོ་དེ་འགན་སྲུང་བྱེད་དགོས་ཀྱི་འདུག་དེབ་སྐྱེལ་བྱས་པའི་སྒྲིག་འཛུགས་འདི་ཚོ་འགན་སྲུང་བྱེད་དགོས་ཀྱི་འདུག་འདི་གོ་བརྡ་འདི་གྲོས་ཚོགས་གཅིག་པོ་ལ་མ་རེད། ང་རང་ཚོ་འཛིན་སྐྱོང་གི་ལས་བྱེད་ཚོ་ལས་འདི་གོ་དགོས་ཀྱི་ཡོད་རེད་ད་རིང་གྲོས་ཚོགས་ལ་ཁེལ་ཡོང་ཡང་དེའི་བརྒྱུད་ནས་གར་སོང་ན་ལག་བསྟར་བྱེད་མཁན་གཙོ་བོ་དེ་ང་ཚོ་ཆགས་ཀྱི་ཡོད་རེད། བཀའ་ཤག་གིས་གྲོས་ཚོགས་ཀྱི་བཀའ་འཁྲོལ་མེད་པའི་འགྲོ་སོང་བཏང་སོང་ཟེར་གྲོས་ཚོགས་བཀའ་སྲོལ་མེད་པའི་འགྲོ་སོང་ག་དུས་བཏང་ཡོད་རེད་ད། གྲོས་ཚོགས་དེ་ག་རང་ལ་གསུངས་སོང་མ་འོངས་གར་སར་འགྲོ་སོང་དངོས་དང་འགའ་འབྲེལ་ཞུ་ཐེབས་མེད་ཞེས་ནས་གསལ་བཤད་ཆ་ཚང་ཞུས་ཚར་བའི་རྗེས་ལས་ཐར་ལྟའི་འུ་ཚོས་ཀྱང་ནས་གསུང་གི་ཡོད་རེད་གྲོས་ཚོགས་དེའི་ནང་ལ་འགྲོ་སོང་དངོས་དང་འགའ་འབྲེལ་ཆོས་ཞུ་བྱས་མེད་ཞེས་ནས། ད་དོན་ཚན་དེ་ག་རང་ནང་ལོགས་ལ་མ་འོངས་པ་དཔེར་ན་འཛིན་སྐྱོང་གི་ངོས་ནས་གནས་སྟངས་ག་རེ་ཡོང་སྲིད་ཀྱི་རེད་ཟེར་ན་ད་རིང་གྲོས་ཚོགས་དེ་ནང་ལ་ཁྱུགས་ཤིག་ཀ་མེད་བྱུང་སོང། དཔེར་ན་སྲིད་སྐྱོང་གཅིག་གྲོས་ཚོགས་ཀྱི་འཕོ་འགྱུར་བཏང་པའི་དབང་དུ་བྱུང་བ་ཡིན་ན། ད་འདིའི་རྗེས་ལ་ད་ལྟ་བཅའ་ཁྲིམས་གཞིར་བཟུང་བྱས་པ་ཡིན་ན་བར་བརྒལ་བཀའ་ཤག་འགན་འཁྱེར་ནས་འགྲོ་དགོས་ཀྱི་ཡོད་རེད། ཡིན་ནས་གྲོས་ཚོགས་འདིའི་ནང་ལོགས་ལ་ཡང་གང་ལྟར་ནོར་འཁྲུལ་ཡོད་ན་རེད་མེད་ན་རེད་ད་རྒྱུ་མཚན་གཅིག་མེད་པས་ཀྱི་ད་ག་ས་ད་ཡོང་ཐོག་ཧོ་མར་བ་ཡིན་པ་ཡིན་ན་འདི་འདྲའི་ཅི་ཡོང་ཆེད་ཨ་ནི་སྲིད་སྐྱོང་དེས་བར་བརྒལ་བཀའ་ཤག་བསྡད་ཀྱི་མེད་ད་ང་དེ་གྲོས་ཚོགས་ནང་ལོགས་ལ་དེ་ག་ས་ཅིག་འདུག་ཆ་ཤས་ཚ་སོང་ང་བསྡད་ཀྱི་མེད། བཀའ་བློན་རྣམ་པ་ཚོས་ཞུ་གུ་མེད་བཞིན་གསུང་བ་ཡིན་ན་བར་བརྒལ་བཀའ་ཤག་མེད་པ་ཡིན་ན། མེད་པ་ཆགས་སྲིད་པ་རེད་བ་ང་ཚོའི་གནས་སྟངས་ག་རེ་ཡིན་ནས་ཡོང་སྲིད་ཀྱི་འདུག་བ། ཁྲིམས་དང་སྒྲིག་གཞི་གླེང་མཁན་དེ་གནས་སྟངས་སྡུག་ཤོས་ལ་ལྟ་ནས་བཟོ་དགོས་ཀྱི་ཡོད་རེད་བ། དེ་ཡིན་དུས་བསམ་པ་ལ་གྲོས་ཚོགས་ག་རེ་ས་འཛིན་སྐྱོང་གི་ངོས་ནས་དཔེར་ན། བར་བརྒལ་བཀའ་ཤག་ཡར་འགྲོ་ཡས་ཡོད་རེད་ཡིན་ནས་བར་བརྒལ་བཀའ་ཤག་མ་བསྡད་པ་བྱས་རྗེས་འཕོ་འགྱུར་བཏང་བ་ཡིན་ན་འཕོ་འགྱུར་བཏང་པའི་རྒྱུ་མཚན་ལ་བརྟེན་ནས་བར་བརྒལ་བཀའ་ཤག་མ་བསྡད་པ་ཡིན་ན། འཛིན་སྐྱོང་སྔོན་རྩིས་ཀྱི་འགྲོ་སྟངས་ཆ་ཚང་འགྲོ་གི་རེད་ཡིན་ནས་འདི་ལ་རྒྱབ་གཉེར་བྱེད་མཁན་ཡོད་མ་རེད་གལ་སྲིད་འདི་སྔོན་རྩིས་ཀྱི་དུས་ཚོད་ཁེལ་བ་ཡིན་ན། ད་འདི་ག་འདྲི་བཞིན་འགྲོ་དགོས་ཀྱི་རེད་གལ་སྲིད་ང་ཚོ་འཛིན་སྐྱོང་བཀའ་ཡག་གི་ཆེད་དུ་ང་ཚོ་འདི་བཏང་ཡོད་མ་རེད་བ་འཛིན་སྐྱོང་གི་ལས་ཀ་བཀའ་ཡག་གི་ཆེད་འཛིན་སྐྱོང་ལས་ཀ་བཀའ་བ་ཡིན་ན་ད་ང་ཚོ་ད་འདི་ལས་སྡུག་གི་ཅི་ང་ཚོ་ལ་ཡོང་ཡ་མེད་རེད་བ། དེ་ཡིན་དུས་འདི་འགྲོ་སྟངས་འདི་ག་འདྲི་བཟོ་དགོས་ཀྱི་ཡོད་མེད་ཁོ་རེའི་སྤྱི་འཐུས་རྣམ་པ་ཚོས་དགོངས་པ་བཞེས་རོགས་གྱིས། འདི་ཞུ་གི་ཡོད་རེད་མ་གཏོགས་ཅི་ང་ཚོས་ཐག་གཅོད་ཆེད་འདི་བྱེད་དགོས་འདུག་ཟེར་ནས་ཚིག་གཅིག་མེད་འདི་ནང་ལོགས་ལ་རེ་བ་རང་སྟོན་གྱི་ཡོད། དེས་ན་ཞིང་ཆེན་ནི་སྤྱི་འཐུས་ལྷན་ཚོགས་ཡིན་པ་ཡིན་ནས་སྤྱི་འཐུས་ལྷན་ཚོགས་བཀའ་ཁྲོལ་སྤྲད་མཁན་ཡོད་པ་དང་སྤྱི་འཐུས་ལྷན་ཚོགས་དང་རྒྱུན་ལས་ཡོད་པ་ཡིན་ན་དེ་གཞི་སྲུང་ཕྱིར་འབྲུག་གུ་རི་མ་གཏོ་ཆེ་གི་འདི་མོ་གོ་ཟིན་ལབ་གི་ཡོད་མ་རུ་བ་ང་ཚོ་ཡུལ་ཁྲིམས་སྐད་ཆ་བཤད་དུས་ད་ལྟ་གར་སི་ན་བོད་མིའི་སྒྲིག་འཛུགས་ཀི་ལས་ཀ་བྱེད་པའི་སྐབས་ལ་བཅའ་ཁྲིམས་དང་སྒྲིག་གཞི་ཁ་ལས་བསྟུན་དགོས་གི་ཡོད་རེད་རྒྱ་གར་གི་ཡུལ་ཁྲིམས་ལས་བསྟུན་དགོས་གི་ཡ་རེད་དེ་ཡིན་དུས་འགྱུར་བ་འདི་འདྲ་འདི་འདྲ་འགྲོ་གི་འདུག་བཀའ་ཤག་གི་འདི་འདྲ་འདི་འདྲ་ཅིག་བྱས་ཡོད་ད་ད་ལྟ་ཁྲིམས་དང་སྒྲིག་གཞི་ལ་འདི་འདྲ་ཅིག་གནང་དགོས་གི་འདུག་ཟེར་ནས་རེ་བ་ཞུ་གི་ཡོད་རེད་ཁྲིམས་དང་སྒྲིག་གཞི་འདི་བྱེད་ཡ་གི་ཆེད་དུ། བཅའ་ཁྲིམས་དོན་ཚན་མང་ལུང་འདྲེན་བྱས་ནས། ཨ་ནེ་སྔས་མང་ཁྲིམས་ཞིབ་ཁང་ལ་ཡོད་བསྡད་པ་དེ་ད་ལྟ་ཚོགས་དྲུང་ལས་ཁུངས་ལ་ཡང་ས་མིག་དེ་སྦྱར་བཞག་ཡོད་རེད། དེ་འདྲས་ཅིག་ཡོད་པ་ཡིན་ན། ཁོ་རང་ཆེད་ལས་པ་བྱས་བྱས་ད་ག་རང་གི་རྐང་ལ་བལྟས་ནས་ཨ་ནེ་བཀུར་འོས་སྤྱི་འཐུས་རྣམ་པ་ཚོ་གི་དཔེར་ན་འདི་འདྲས་ཅིག་འགྱུར་བ་བཏང་དགོས་ཀྱི་འདུག་ཚོགས་གཙོ་རྣམ་པ་གཉིས་ཡིན་ནས་རེད་རྒྱུན་ལས་རྣམ་པ་ཚོ་ཡིན་ན་འདི་འདྲས་ཅིག་འགྱུར་བ་འགྲོ་དགོས་ཀྱི་འདུག་ད་ཁྱེད་རང་ཚོ་འདིར་ལྟ་ཞུ་དྭགས། བཅའ་ཁྲིམས་བསྐྱར་བཅོས་འདི་བྱས་པ་ཡིན་ན་དོན་ཚན་ག་བ་ག་བ་ག་བ་ལ་འབྲེལ་བ་ཆགས་ཀྱི་འདུག་དེ་གས་ཚང་མ་བློ་ཡོད་མཉམ་དུ་སྦྱར་ནས་ཁྱེར་ཞུ་དྭགས། སྔ་ས་ཡོད་རེད། ཀུ་རེ་ཆོས་སྡེ་རྣམ་པ་ཚོ་གྲོས་ཚོགས་འཐུས་མི་རེད། ཡིན་ནས་ཁྲིམས་སྲོལ་གྱི་ཐོག་ལ་ཡ། ཡིན་གཅིག་མིན་གཅིག་གི་བྱང་པ་དང་མཁས་པ་ཡིན་པ་ཁྱབ་དགོས་ཡ་གང་མ་རུ་བ། དེ་ཡིན་དུས་ཚང་པ་ལ་འདིར་ཕྱག་རོགས་ཞུ་ཡ་གི་ཆེད་དུ་ས་མིག་ཅིག་ཡོད་རེད། འདི་ལྟོས་ཆེད་གཞུང་མང་སྤྱི་འཐུས་ལྷན་ཚོགས་ཀྱི་ཕྱག་ལས་གནང་དུས་ཚང་པ་ལ་ཁྲིམས་སྒྲིག་གི་སྒང་ལ་ལྷག་པར་དུ་འདི་གི་ཕྱག་རོགས་གནང་ཡ་ལ་ཕན་གི་རེད་ཕྱིན་ནས་འདི་ཞུ་གི་ཡོད་རེད། འདི་ཞུ་གི་ཡོད་རེད་མ་གཏོགས་ཅིག་ད་ལྟ་དེ་ནང་ལོགས་ལ་ཐག་གཅོད་བྱ་བ་གང་ཡང་མེད་བ། ང་ཚོས་འབོད་སྐུལ་ཞུ་ཡ་དེ་ཞུ་དགོས་རུང་བར་ཁྲིམས་བཟོ་ལྷན་ཚོགས་དེ་སྤྱི་འཐུས་ལྷན་ཚོགས་ཡིན་པའི་ཆ་ནས་ཞུ་དགོས་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་ལ་འབོད་སྐུལ་ཞུ་གི་ཡོད་ད་སྤྱི་འཐུས་ལྷན་ཚོགས་ཀྱི་འདི་ལ་ཆ་ཚང་འོག་གྲབས་ག་རེ་ཡོད་པའི་ཟིན་སྐྱོང་ངོས་ནས་འོག་གྲབས་ཟིན་སྐྱོང་ངོས་ནས་གྲ་སྒྲིག་ཡོད་འདི་གོ་བསྡུར་བྱེད་མཁན་དེ་གས་ཚང་མ་ལོ་གྲ་སྒྲིག་བྱས་ནས་ཡོང་བ་རེད་སྤྱི་འཐུས་ལྷན་ཚོགས་ཀྱི་གལ་སྲིད་ཕྱག་རོགས་དགོས་ཀྱི་འདུག་ཟེར་ནས་ཟིན་སྐྱོང་ལ་ཡ་གསུངས་བ་ཡིན་ན་ང་ཚོ་ག་ལྟོས་ཡིན་ནས་བཅར་ཆོག་ཆོག་ཡིན་ག་རེ་རོགས་པ་བྱེད་དགོས་ནི་བྱེད་ཡ་ཡིན་མ་གཏོགས་ཚང་མ་ལོ་ཡག་པོ་ཡོང་ཡ་གི་ཆེད་དུ་བཟོ་དགོས་ཀྱི་ཡོད་རེད་བ་དེ་རེད་མ་གཏོགས་ཅིག་གིས། ད་ལྟ་འདིའི་ནང་ལོགས་ལ་ཡ། ཐལ་ཆ་དང་དེ་འདྲ་གང་ཡང་མེད་དངོས་ཡོད་གནས་ཚུལ་ག་རེ་ཡོད་པ་དེ་ཞུ། ད་དངོས་ཡོད་གནས་ཚུལ་རེད་འདུག་མི་འདུག་སྤྱི་འཐུས་ཟེར་ཡས་མི་འདུག་བཀའ་ཤག་གསལ་བཤད་ཀྱི་ཐོག་ནས་ཁྲིམས་ནི་ཆགས་ཀྱི་ཡོད་མ་རེད། གསལ་བཤད་ཞུ་གི་ཡོད་རེད། རེད་བ། དེ་ཡིན་དུས་བསམ་པ། གནད་དོན་འདི་སྤྱི་འཐུས་ལྷན་ཚོགས་མེད་པ་དང། ཅི་གར་སུག་རེད་ཡོད་མེད་ལ་ཁྱད་པར་མེད་པ་དེ་འདྲ་རྩ་བ་ཉིད་ནས་ཞུ་གི་མེད་སྤྱི་འཐུས་ལྷན་ཚོགས་ཡོད་པའི་སྐབས་ལ་སྤྱི་འཐུས་ལྷན་ཚོགས་ནས་སྔོན་རྩིས་བཀའ་འཁྲོལ་ཞུ་དགོས་ཀྱི་ཡོད་རེད་འགྲོ་དགོས་ཀྱི་རེད་འདི་བཅའ་ཁྲིམས་དང་སྒྲིག་གཞི་ནང་ལ་ག་རེ་ཡོད་པ་ཡིན་ནས། ད་མ་འོངས་པ་གལ་སྲིད་དེ་འདྲའི་གནས་སྟངས་ཅིག་ཆགས་པ་ཡིན་ན་བཀའ་ཁྲོལ་སྤྲད་ངེས་མེད་པའི་གནས་སྟངས་ཆགས། རྒྱབ་གཉེར་བྱེད་ངེས་མེད་པའི་གནས་སྟངས་ཆགས་བས་འདི་འགྲོ་ལུགས་འགྲོ་སྟངས་ང་ཚོ་བཟོ་མི་འདུག། འགྲོ་ལུགས་འགྲོ་སྟངས་མ་བཟོ་བའི་རྒྱུ་མཚན་གཏན་ནས་ཡང་ང་ཚོ་ནང་ལོགས་ལ་རྩོད་པ་ཐུག་གི་རེད། གཅིག་དེ་ག་རེ་ལབ་གི་རེད་ཟེར་ན། བཅའ་ཁྲིམས་ནང་ལོགས་ལ། སྒྲིག་གཞི་ནང་ལོགས་ལ། སྔོན་རྩིས་བཀའ་ཁྲོལ་གྲོས་ཚོགས་ནས་ཞུས་ན་མ་གཏོགས་གཅིག་གིས་གཏོང་མི་ཆོག་ཟེར་ནས་ལབ་ཡོད་རེད། དེ་ཡིན་ན་གྲོས་ཚོགས་བཀའ་ཁྲོལ་མེད་ན། འགྲོ་སོང་བཏང་ཆོག་གི་མ་རེད་ཟེར་ཏེ། ཚང་མ་ལོག་གི་གོ་བ་དེ་འདྲ་ཅིག་ལེན་གི་རེད་བ། ཕྱོགས་གཞན་པ་གཅིག་ནས་བཅའ་ཁྲིམས་དོན་ཚན་དྲུག་པའི་ནང་ལོགས་ལས་ཡང་ཡུལ་ཁྲིམས་ལ་སྲུང་བརྩི་བྱེད་དགོས་རེད་ལབ་དུས། ད་སྔོན་རྩིས་བཀའ་གྲོས་མ་ཐོན་པ་ཡིན་ན་འཛིན་སྐྱོང་ཚང་མ་སྒོ་རྒྱག་འོར་བས། སླབ་གྲྭ་ཚང་མ་སྒོ་རྒྱག་འོར་བས། འདི་འགན་དེ་སུས་བཟོས་གི་རེད། ར་འདི་གས་ཚང་མ་ལོགས་སྒོ་རྒྱབ་པ་ཡིན་ན་ང་ཚོ་བོད་བོད་རྒྱ་འབྲེལ་མོལ་གི་ཐབས་ཤེས་ཤིག་ད་ཕ་བཞག་བྱས། ང་རང་ཚོ་དེའི་སྒྲིག་འཛུགས་དེ་གས་ང་རང་ཚོ་རྐང་པ་ལྟ་རེ་ཞུས་རྗེས་འགྲོ་མ་ཐུབ་པར་ཆགས་འགྲོ་གི་རུ་བ། དེ་འདྲའི་ཅིག་མ་ཡོང་གི་སྔོན་ནས་གསལ་པོ་བཟོ་ཐུབ་ན་ཡག་པོ་འདུག་ཕྱིན་འདི་ཞུ་གི་ཡོད་རེད་མ་གཏོགས་ཅིག་གཞན་པ་གང་ཡང་ཞུ་གི་མེད། དེ་ནས་ད་ལྟ་ཁྲིམས་དོན་ལས་ཁྲིམས་དོན་ལས་ཁུངས་ཟེར་ཡ་དེ་ཞུ་ཡ་དེ་རེད། དེ་ནས་ཁོའི་ཕྱི་དོན་ཅིག་གིས་ཁྲིམས་རྐྱང་རྐྱང་བཤད་བསྡད་ཀྱི་འདུག་བཀའ་ཤག་དེ་གས། གྲོས་ཚོགས་ཁོ་རང་ཁྲིམས་བཟོ་ངེས་རེད། ང་ཚོ་གནས་ཡུལ་རྒྱལ་ཁབ་གཞན་པ་ཅིག་ལ་བསྡད་ཡོད་རེད། འདི་གི་ཁྲིམས་འདི་ལ་མ་བསྟུན་པ་ཡིན་ན་ང་ཚོ་གནས་སྟངས་ག་འདྲ་ཆགས་ཀྱི་རེད། ད་འདི་གའི་བྱུང་རིམ་བཤད་དགོས་ཡ་འདི་གའི་དེ་སྔས་མ་ནས་བང་འདི་འདྲའི་འགྲིག་འདུག་བ་མི་རབས་རྒན་པ་ཚོས་དཀའ་ལས་འདུག་རྒྱབ་འདུག་བ་ད་འདི་ང་ཚོ་རྒྱུན་འཁྱོངས་བྱས་ནས་ཡག་པོ་བྱས་ནས་འགྲོ་དགོས་ཀྱི་འདུག་ཡ་འདི་ཁྲིམས་སྒྲིག་གཞི་གང་ལ་བཟོ་དགོས་ཀྱི་ཡོད་ན་བཟོ་རོགས་གྱིས་ང་ཚོ་འདི་འཛིན་སྐྱོང་གི་ལས་ཀ་བྱེད་སྟངས་ཁོ་ནས་འདི་འདྲ་འདི་འདྲ་བྱེད་ཀྱི་ཡོད་བྱས་ནས་སྙན་སང་ཞུ་གི་ཡོད་རེད་གྲོས་ཚོགས་ལ་སྙན་སང་ཞུ་བ་ད་མ་འགྲིག་པ་རེད་ད། ཡང་སྙན་སང་མ་ཞུས་ན་གྲོས་ཚོགས་ཤིང་གི་མེད་སིན་སུང་ཨའི་ཉང་ག་ཡོར་བ། དེའི་གནས་སྟང་དེ་ཡོར་རེད། དེ་ཡིན་དུས་ཚང་པ་ལ་ཁྲིམས་ཤེས་དགོས་ཡ་དེ་དགོས་པ་རྒྱུ་མཚན་མང་པོ་ཅིག་ཐོག་ནས་ཤེས་གི་ཡོར་རེད། སྒྲིག་འཛུགས་དེ་རྒྱུན་གནས་ཐུབ་ཡ་གི་ཆེད་དུ་ཤེས་གི་ཡོར་རེད་མ་གཏོགས་སྒྲིག་འཛུགས་དེ་འཐོར་ཤིག་འགྲོ་ཡ་གི་ཆེད་དུ་ཤེས་གི་ཡོར་མ་རེད། དེའི་གནས་སྟང་དེ་མཆན་སྒུག་ལག་ལེན་བསྟར་ཡ་གི་ཆེད་དུ་ག་རེ་ག་རེ་བཀའ་ཤག་གི་ལག་ལེན་བསྟར་ཡོར་མེད་དེ་གའི་ནང་ཚང་མ་བྲིས་ཡོར། ཆ་ཚང་ཞིག་བྲིས་ཡོད་དེ་ནི་མ་བཀའ་ཤག་གི་ད་ལྟ་གར་ཁྲིམས་བསྒྱུར་བ་ཕྱིན་པའི་རྒྱུ་མཚན་ལ་བརྟེན་ནས་ང་ཚོ་གར་གར་བྱས་ཡོད་མེད་དེ་གའི་ཚང་མ་གྱིས་ལག་ལེན་བསྟར་ནས་འགྲོ་འདོད་ཀྱི་ཡོད་ཟེར་ནས་དེ་ཞུ་ཡ་ཡིན་ད་ལག་ལེན་བསྟར་གི་མི་འདུག་ཟེར་ཡ་འཛུལ་དུ་མ་ནི་སྤྱི་བཏང་གི་འགྲོ་སྟངས་ར་བ་ཞིག་རེད་འདུག་བ་སྤྱི་འཐུས་ཚོས་གྲོས་ཚོགས་དེའི་ནང་ལོགས་ལ་ཨ་ནི། སོ་སོ་སྒེར་གྱི་གནས་སྟངས་བལྟ་གི་འདུག་ཟེར། ད་སྤྱི་བེད་ཀྱི་ལས་དོན་བྱས་པ་ཡིན་ན་ནི། ད་སྒེར་གྱི་གནས་སྟངས་ལ་ལྟ་གི་འདུག་སྒེར་གྱི་དངུལ་སྐར་མ་གཅིག་ང་ལ་ཁེ་ཕན་ག་རེ་རག་ཡོད་རེད། ང་དབང་ཆ་འཐབ་རྩོད་བྱེད་མཁན་དེ་འདྲ་གང་ཡང་མེད། སོ་སོའི་ཉམས་མྱོང་དེ་གིས་བོད་སྤྱི་པ་ལ་ཞབས་ཕྱི་ཞུ་ཐུབ་ཀི་རེད་བསམ་ནས་ཡོང་པ་ཡིན། ཡང་བསྐྱར་དབང་ཆ་འཐབ་རྩོད་བྱེད་ཡག་གི་ཆེད་དུ་ང་དེ་འདྲ་བྱེད་དགོས་ཡག་གི་རྩ་བ་ཅི་ནས་མེད་དེ་མི་མང་ཐག་གཅོད་གི་རེད། དེ་སྒེར་གྱི་དོན་དག་བྱེད་ཀི་འདུག་ཟེར་ན་ག་རེ་སྲིད་བར་ད། ཡང་བྱེད་པའི་གི་ལས་དོན་མ་བྱས་པ་ཡིན་ན་ལས་ཀ་བྱེད་གི་མི་འདུག་ཟེར་རོ་ཡང། ད་ག་རེ་བྱས་པ་ཡིན་ནས་མ་འགྲིག་པ་ཅི། དེའི་གནས་སྟངས་དེ་འདྲའི་བྱུང་ན་ཨ་ནི་ཡང། ག་སུ་བར་ད་ཅག་སེམས་པོ་རེད་བཞིན་འདུག་བ། དེ་ནས་ཀུ་རེ་སྤྱི་འཐུས་གཅིག་གིས། ད་ལྟ་ད་དྲི་བ་རང་ལ་འགྲོ་བཞག་པ་ཡིན་ན། རྩིས་ཞིབ་ཀྱི་འདི་ནང་ལོགས་ལ་སྡེ་ཚན་གསུམ་ཡོད་རེད། གཅིག་དེ་གཞུང་གི་ཁྱབ་ཁོངས་ཡོད་པའི་གཞུང་གི་འགྲོ་སོང་སྟངས་ཆ་ཚང་འགྲོ་སོང་སྟངས་ནི་སྡེ་ཚན་བྱེད་རེད། འདི་གའི་དེ་ལ་རྩིས་ཞིབ་ཡོངས་རྫོགས་བྱེད་ཀྱི་ཡོད་རེད། དེའི་འོག་དེ་ལ་རྩིས་ཞིབ་བྱ་ཡུལ་གྱི་སྡེ་ཚན་དེ་ནང་ལ་ག་རེ་ཡོད་ཟེར་ན་གཞུང་གྲོན་ཆ་ཤས་སམ་ལ་ཡ་བྱེད་རེད། ཡང་མིན་ན་དམིགས་བསལ་ལས་རིགས་ཀྱི་ཆེད་དུ་སྤྲད་བྱ་བ་ཡིན་ན་ང་ཚོས་དངུལ་སྤྲད་རྒྱུ་དེ་རྩིས་ཞིབ་བྱེད་ཡ་རེད་བ། འོ་ན་བྱེད་ན། ད་སྡེ་ཚན་གསུམ་པ་དེ། གཞུང་གི་ཁྱབ་ཁོངས་སུ་གཏོགས་ཀྱང་གཞུང་གྲོན། བོད་མིའི་སྒྲིག་འཛུགས་ཀྱི་ཀུན་དགའ་མ་གཅིག་སྤྲད་མ་གོ་ནས་འདིའི་སྒང་ལ་ལས་ཀ་ཐེ་པ་བཟོས་ཤར། འབབ་སྒྲོན་དང། དཔལ་འབྱོར་གྱི་གནས་སྟངས། ཚང་མ་བྱེད་གོ་རེ་ལ་དེ་གཞུང་གི་དངུལ་སྤྲད་ས་ལས་ཆ་ཚང་སྤྲད་ས་ལས་མང་ང་ཅིག་མ་སྤྲད་ས་དེ་ལ་ལས་ཀ་མང་ང་བཟོ་ཤར། ད་ལྟའི་ག་རེ་ཞུ་གི་ཡོད་རེད་ཟེར་ན། མ་འོངས་པར་ནོར་བུ་གླིང་ག་འདྲ་ཞིག་གནས་སྟངས་ཡོང་གི་རེད་ཡོང་གི་མ་རེད་གསུངས་རེད་དེས་ན་ད་ལྟ་ག་རེ་ཞུ་གི་ཡོད་ཟེར་ན། གཞུང་གི་དངུལ་གྲོན་སྟངས་མོ་འོ་ས་དེ་ཚོ་ཡིན་པ་ཡིན་ན་སྤྱི་ཡོངས་ཀྱི་དཔལ་འབྱོར་གནས་སྟངས་དེ་གཟིགས་ཐུབ་པ་ཡིན་ན། བྱུང་འཛིན་རེ་རེ་རེ་རེ་ལ་གཟིགས་མོ་བ་བྱས་ཏེ་སོ་སོ་གི་དངུལ་ཡིན་དུས་འཚམ་པ་ལ། སྤྱི་ཡོངས་ཀྱི་གནས་སྟངས་དངུལ་ག་ཚོད་སླེབས་འདུག་ལོ་འདི་ནང་ལོགས་ལ་དངུལ་ག་ཚོད་འགྲོ་འདུག་དཔལ་འབྱོར་གྱི་གནས་སྟངས་ག་རེ་རེད་འདུག་མ་དངུལ་གནས་སྟངས་ག་རེ་རེད་འདུག་འདི་ལ་ཉེན་ཁ་འདུག་མི་འདུག་དེས་ན་ལ་ལྐོག་ཟ་རུལ་སུངས་འདྲ་བོ་འདི་འདྲའི་གནས་སྟངས་འདྲ་བོ་འདི་འདྲ་ཡོད་ས་རེད་མ་རེད། སྤྱི་ཡོངས་ཀྱི་གནས་སྟངས་ལྟ་ཡ་བྱས་པ་ཡིན་ན་མགྱོགས་པོ་ཚགས་འགྲོ་གི་རེད། ད་ལྟ་རྩིས་ཞིབ་ལས་ཁུངས་ཀྱིས་རྩིས་ཚགས་ཀྱི་ཡོད་མ་རེད། རྩིས་ཞིབ་བྱས་ཏེ་དུས་ཚོད་ཏག་ཏག་ལ་ཚགས་ཀྱི་ཡོད་མ་རེད། ང་ཚོ་མཉམ་འབྲེལ་ཁག་ལས་དཀའ་ངལ་འཕྲད་ཡ་དེ་གཙང་ཁེ་རྒྱ་ཆེར་སྤྲད་ཡ་དཀའ་ངལ་ཆེ་ཤོས་དེ་རྩིས་ཞིབ་དུས་ཐོག་ལ་མ་ཚགས་པའི་རྒྱུ་མཚན་ལ་བརྟེན་ནས་ཡོང་གི་ཡོད་རེད། ཨ་རྩིས་ཞིབ་བྱས་ཡ་དེ་ལོ་གཉིས་གསུམ་གཅིག་གི་རྗེས་ལ་བྱེད་ཀྱི་ཡོད་དུས་བསམ་པ་ལ། འདིའི་དཀའ་ངལ་འདྲེས་མ་ཏོ་བྱེད་ཀྱི་གཞན་པ་འདིའི་སྒང་ལ་ཡ། ཨ་ནི་གཞུང་གྲོན་རྩེད་མོ་བསྐོར་བ་དེ་ཚོའི་སྒང་ལ་ཡ། ཨ་ནི་རྩིས་ཞིབ་རྩ་བ་ཉིད་ནས་བྱེད་དགོས་མ་རེད་ཟེར་ལབ་ཀྱི་མེད། སྤྱི་ཡོངས་ནས། ཨནི་བྱེད་ཐུ་ཡའི་གི་གནས་སྟངས་གཅིག་ད་འདི་ང་ཚོའི་བསམ་ཚུལ་རེད་ཨ་རྗེས་ལ་སྤྱི་འཐུས་ལྷན་ཚོགས་ཚོགས་ཆུང་བཙུགས་གནང་གི་ཡོད་ན་རེད་ག་རེ་བཙུགས་གནང་གི་ཡོད་ན་རེད་བཙུགས་པ་ཡིན་ན་ང་ཚོ་མཐུན་འགྱུར་ཞུ་དགོས་ཡ་དེ་ཆ་ཚང་ཞུ་གི་ཡིན་ཕྱིན་ནི་དེ་ཞུ་གི་ཡོད། དེ་ནང་བཞིན་བྱས་ནི་ཨ་ནི། འོག་གྲབ། ག་རེ་འབྲི་ཡོད་ཟེར་ཡང་དེ་ནི་ངས་ཐང་གིས་ཞུས་པ་ཡིན་ང་ཚོ་འདི་ག་ལ་བསམ་བློ་མང་པོ་བཏང་ཡིན་གོ་བསྡུར་མང་པོ་བྱུང་སོང་བཀའ་ཤག་ལས་གོ་བསྡུར་མང་པོ་བྱུང་སོང་དེ་ཡིན་དུས་བསམ་པ་གནས་སྟངས་འདི་རྒྱུས་ལོན་བྱས་ནས་བསྡད་ཡོད། དེ་ཡིན་དུས་མ་འོངས་པ་ལ་ཡ། ཨ་ནི་གྲོས་ཚོགས་རང་ནས་གནང་ཐུབ་ཀྱི་ཡོད་པ་ཡིན་ན་ནི་ང་ཚོ་ཕྱག་རོགས་ག་རེ་ཞུ་དགོས་ཡིན་ན་ཞུ་གི་ཡིན་དེ་མིན་པ་ཡིན་ན། ད་རིང་གསལ་བཤད་དེ་གི་མཐའ་མ་དེ་ལ་ད་ག་རང་ཞུས་ཡོད་ཁ་ཚ་དགོས་གཏུགས་གི་གྲོས་ཚོགས་གྲོས་ཚོགས་ནང་ནོར་ལ་ཡ། སྒྲིག་གཞི་བསྐྱར་བཅོས་ཁི་དགོས་ཀྱི་ཡོད་ན་བཀའ་ཤག་གིས་ཁི་ཡོང་གི་ཡིན་ཞེས་འདི་ཞུས་ཡོད་དེ་བཀའ་ཤག་གི་ལམ་ཁ་དེ་ཆད་ཆད་པ་རེད་མ་གཏོགས་ཅིག་ལ་ང་སྒོ་བརྒྱབ་པ་དེ་འདྲས། གང་ཡང་ཆགས་མེད། ད་ད་ལྟའི་བཀའ་ཤག་དེ་ལ་རེ་བ་གང་ཡང་བརྒྱབ་མེད་གསུང་ཡ་ད་དེ་འདྲའི་མང་པོ་ཞུ་བཞིན་འདུག་ད་དེ་ཚོ་ཕྲན་ག་དེ་རེ་བ་བརྒྱབ་ན་རེད་མ་བརྒྱབ་ན་རེད་གང་ལྟར་ལས་ཀ་དེ་ང་ཚོ་བྱེད་ནས་འགྲོ་དེ་གི་རེད་ཕྱིན་ནས་དེ་དེ་ཅིག་བྱེད། ད་གཞན་པ་ཚང་མ་ལོ་དབུ་མ་དང་དེ་འདྲའི་གི་སྐོར་ལ་རྐྱང་རྐྱང་བྱེད་རེད་ཤག། ཨ་ནི་ཀུ་རེ་སྤྱི་བདེ་ཅིག་ཆབ་སྲིད་ཐོག་ལ་གང་ཡང་མི་འདུག་དེ་ཆབ་སྲིད་ཆེད་ཀྱི་ཆེད་དུ་མ་རེད་ཟེར་ད་རིང་གསལ་བཤད་དེ་ཆབ་སྲིད་ཀྱི་ཆེད་དུ་མ་རེད་ཆབ་སྲིད་དང་འབྲེལ་བའི་འཛིན་སྐྱོང་གི་ལས་དོན་གང་རེད་ཟེར་ནས་དེ་ཞུ་གི་ཡོད། ཨ་ནི། དེས་བཀའ་ཤག་གི་གསལ་བཤད་དེ་ཉམས་ཞིབ་ཀྱི་ལས་དོན་སུ་རོལ་བྱེད་རེད་བཞག་ཟིན་སོང་བར། ཉམས་ཞིབ་བྱེད་དགོས་རེད་དེ་ལ་ཉམས་ཞིབ་མ་བྱས་པར་སྤྱིར་ནི་ད་གགས་སུ་གང་བྱུང་མ་བྱུང་བྲིས་ནས་ཡར་འཁྱིལ་ཡོང་ཡང་ག་བ་ཡོད་རེད། ཉམས་ཞིབ་བྱས་ནས་ཨ་ནི་གནས་སྟངས་ག་ཡོད་བ་དེ་གའི་ཚང་མ་ལོག་ཨ་ནི་ཡར་འཁྱིལ་ཡོང་དགོས་བ་རེད་བྱས་ནས། འདུག་ཟིན། ཨ་ནི་མ་འོངས་པ་བཀའ་ཤག་གི་གསལ་བཤད་ཁེལ་ཡོང་ན་འདི་འདྲས་ཁེལ་ཡོང་གི་རེད་ཁེལ་ཡོང་གི་མ་རེད་ཟིན་གསུངས་བསྡད་ཀྱི་འདུག་དེ་བཀའ་ཤག་གི་བསམ་བློ་བཏང་གི་རེད། བཀའ་ཤག་གི་ག་དུས་ཁེལ་ཡོང་གི་འདུག་གནད་དོན་ག་རིགས་གང་ལ་ཁེལ་ཡོང་གི་འདུག་འོན་ཏེ་ངག་ཐོག་ནས་ཁེལ་ཡོང་གི་འདུག་བས་ཡིག་ཐོག་ནས་ཁེལ་ཡོང་གི་འདུག་བས་དེ་བཀའ་ཤག་གི་དགོངས་པ་བཞེས་བསམ་བཏང་ཡ་གཅིག་གནས་སྟངས་གཅིག་རེད། ད་དོན་བསྡུ་ན། དེ་བཀུར་འོས་སྤྱི་འཐུས་རྣམ་པ་ཚོ་གི་བཀའ་ཤག་གི་གསལ་བཤད་འདི་གང་ལ་ད་དགོངས་པ་ཚོམ་དགོས་ཡ་ཅི་ཡ་ཡོད་མ་རེད། ང་རང་ཚོ་གནས་ཚུལ་ཤེས་ཡོན་གྱི་ཆེད་དུ་ཞུ་བསྡད་ཀྱི་ཡོད། དེ་གོ་སྐབས་དེ་ནས་ནི་ཕྱོགས་ཁོ་རང་ཁ་ཁ་ཅིག་གང་འགྲོ་བཞག་སོང་བཀའ་ཤག་གི་གསལ་བཤད་ཡིན་པ་སོ་རུ་ཞུ་མི་འདུག་ད་ལྟ་ལས་རིམ་དེ་ཁོ་རང་མགོ་སྟོད་ཁོ་རང་ནས་མེད། ཕྱོགས་ཁ་ཁ་ཅིག་ལ་ཁྲིད་འགྲོ་དུས་ཚང་མ་ལ་ཨ་ནི་ཁོ་ཚང་མ་ལོ་དེའི་ཕྱོགས་དེ་ཕྱིན་རྗེས་བཀའ་ཤག་གསལ་བཤད་གང་ལ་དྲི་བ་ཁ་ཤས་ཤིག་མ་དེ་ཡོད་མ་རེད་ད། འོ་འདི་ཞུ་ཡ་ཡིན་མ་གཏོགས་གཅིག་གྲོས་ཚོགས་ལ་ཡ་གཅིག་ང་ཚོ་ཆེ་མཐོང་མེད་པ་དང་དེ་འདྲའི་རྩ་བ་ཉིད་ནས་མེད། གནས་ཚུལ་ག་རེ་ཡིན་པ་ཡིན་ནས་ཞིབ་ཚགས་པོ་བྱས་ནས་བལྟས་ནས་ཨ་ནི་གོ་བ་ལེན་ཆེད་ཨ་རིའི་གྲོས་ཚོགས་ནང་ཁྱི་ཡོང་གི་ཡོད་དེ་ཡང་དགོས་པ་རྒྱུ་མཚན་ལྡན་པའི་ཀྱི་ཐོག་ནས་ཁྱི་ཡོང་གི་ཡོད་མ་གཏོགས་གཅིག་ད་ག་གྲོས་ཚོགས་དུས་ཚོད་འཕྲོ་བརླག་བཏང་ཡོད་ལ་གར་ཕྱིན་ཁྱི་ཡོང་གི་རེད། དེ་ཡིག་གཅིག་བཟོ་ཡ་དེ་ལས་དུས་ཚོད་ག་ཚོད་འགོར་ཡོད་རེད་ང་ཚོ། ཞིབ་འཇུག་བྱེད་དགོས་ཀྱི་ཡོད་རེད་ལྟ་དགོས་ཀྱི་ཡོད་རེད་གོ་བསྡུར་བྱེད་དགོས་ཀྱི་ཡོད་རེད་བཀའ་ཤག་ནང་ལོགས་ལ། དེ་ཡིན་དུས་སེམས་པ་ལ་ཡ། གྲོས་ཚོགས་ཕན་ཐོགས་ཡ་ཅི་དང་མང་ཚོགས་ལ་ཕན་ཐོགས་ཡ། འོ་དེ་འདྲ་གཅིག་གི་ཆེད་དུ་ཁེལ་ཡོང་པ་ཡིན་ཕྱིན་བཤོལ།
དེ་རིང་གི་ལས་རིང་བརྗེ་པ། གཞུང་འབྲེལ་གྲོས་ཆོད་གྲོས་འཆར་ཡིན་ཆའང་གཞི་གཅིག་ཞེ་གཉིས་པ་ཟེར་བ་ན། གྲོས་འཆར་འདོན་མཁན་སྤྱི་འཐུས་གཙང།